བདག་གཉིས་པ་དེ་འཆི་བ་མི་རྟག་པ། བདག་གལ་ཆེན་དོ་ཆེན་གཅིག་ཆགས་ཡོད་རོགས་ཡང་མི་རྟག་པ་དེ་བོད་དུ་བ། བདག་འཆི་བ་མི་རྟག་པ་དེ་མེད་ན། ན་དང་ཕྱོགས་རིང་རིང་ལ་རྟག་པར་འཛིན་བྱས་ནས་ཆོས་སངས་རྒྱས་གནང་བྱས་གིན་དེ་འདྲ་སྒྲུབ་ནས་བསམ་བློ་བཏང་མཁན་མང་པོ་ཡོད་རེད། ན་ཆོས་སངས་གཉིས་འགྲུབ་གི་ཡིན་གནང་གཉིས་འགྲུབ་ན་འགྲིག་གི་རེད་བདུན་ཕྲག་རྗེས་མ་འགྲུབ་ན་འགྲིག་གི་རེད་ཟླ་བ་རྗེས་མ་འགྲུབ་ན་འགྲིག་གི་རེད་བསམ་པའི་འོད་ཐ་ནི་དུས་ཚོད་དུ་ཕ་ཕ་ཕ་ཕ་ཕ་འབྱང། ག་རེ་ཟེར་ན་ཀོ་ཚེ་ལ་ཚེ་ངེས་མེད་ཡིན་པར་མ་ཤེས། འཆི་བ་མི་རྟག་པ་ཡིན་པར་མ་ཤེས། འོ་ཚེ་ངེས་པ་ཡིན་པར་མ་ཤེས། འཆི་བའི་རྐྱེན་མང་པོ་ཡོད་པར་མ་ཤེས། འོ་དེ་འདྲས་ལ་བསམ་བློ་བཏང་ཡོད་དུ་ད་ཚེ་སྟངས་འཛིན་གྱི་དབང་དུ་འགྲོ་ཡོད་དུས་ང་ཚོས་ཆོས་དེ་ལ་ནུས་པ་ཐོན་པ་ཞིག་ཡོང་ཐུབ་མི་འདུག་དེ་སོ་སོའི་ཉམས་མྱོང་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་ད་ག་རང་རེད་འདུག་ད་རེད་འདུག་བ། དགེ་བའི་བཤེས་གཉེན་འདུས་ནས་ཆོས་ཞུ་གདམས་ངག་ག་རེ་ཞུས་པ་ཡིན་ན་ཡང་དེ་ད་ལྟ་ཉིད་ནས་བསྒྲུབས་ནས་བསྟན་ཐོག་འདི་ཉིད་ནས་བསྒྲུབ་དགོས་བ། འདུག་ས་འདི་ཉིད་ནས་བསྒྲུབ་དགོས་བ། དུས་ད་ལྟ་སྐད་ཅིག་འདི་ཉིད་དུ་འགྲོ་དགོས་པ་ཅིག་བསམ་བློ་བཏང་ཡ་མ་གཏོགས་ཨ་ནེ་ཅིག་གི་བདུན་ཕྲག་རྗེས་མ་ཟླ་བ་རྗེས་མ་ཟེར་འདུག་ཟེར་བསམ་བློ་བཏང་ཡོད་དུས་ད་ནི་འཆི་བ་ག་དུས་ལས་ཡོང་ང་ཚོ་ངེས་པ་ཡོད་མ་རེད་བ་ད་འཆི་བ་ནམ་ཡོང་ལ་ངེས་པ་ཡོད་ཚོད་ཐེག་པ་དང་གདེང་ཐོབ་མཁན་ཅིག་ཡིན་པ་ཡིན་ན་ནི་ཚོ་ལོ་ག་རེད་བ་དེ་ནི་ག་ལས་ཁག་པ་རེད་འདུག་བ་དེ་འདྲ་ཡིན་དུས་ད་འཆི་ཆེན་མང་པོ་རེད་ང་ཚོ་ད་ལྟ་གཟུགས་པོ་ཐང་པོ་ཐང་པོ་ཡོད་ན་ས་མེད་བསམ་པ་དེ་འདྲ་གི་ཅིག་གི་སེམས་ལ་དེ་འདྲ་ཡོད་པ་ཡིན་ན་ཡང་ཁོ་གློ་བུར་ཐོག་ཆག་ཅིག་ལ་ཡ་སྒོ་ཕྱེ་བའི་ཕྱེ་བ་ཐོག་ཏུ་བབས་པ་ཡོང་གསལ་གྱི་ལྟ་ལོང་ཉན་ལོང་མེད་པ། ཤེས་ལོང་དང་རྟག་པར་བསམ་ལོང་མེད་པ་བཅས་ཀྱི་ཐོག་ནས་ཕྱེ་བ་ཐོག་ཏུ་སླེབས་པ་མང་པོ་ཡོད་པ་རེད། ད་དེ་འདྲ་ཅིག་སླེབས་པ་དེ་ནི་སྐུ་བརྒྱ་ཆ་བརྒྱ་རེད། ང་ཚོ་བློས་འཁེལ་བ་བྱེད་མི་འདུག་ཨང། གཟུགས་པོ་དེ་ལ་ཡང་ཅིག་ཞེ་དྲག་ཆང་འཇོག་བྱེད་ཡོང་ས་ཡོད་མ་རེད། ག་ཚོད་ཀྱི་གཟུགས་པོ་ཐང་པོ་ཡོད་ཨམ་ཅིག་གིས་ཁྱེད་རང་སྐྱོན་ས་མ་རེད་ཟེར་ནས་ང་ཚོ་བློ་བདེ་པོ་ཞིག་བསྡད་བསྡད་ཀྱི་ཡོད་རེད།

ད། ཚེ་འདི་དང་ཕྱི་མ་གཉིས་ན་ནི་ཕྱི་མ་གཙོ་བོར་བཞག། ཕྱི་མ་ལ་ཡང་ཐར་པ་དང་ཐམས་ཅད་མཁྱེན་པ་གཉིས་ན་ནི་ཐམས་ཅད་མཁྱེན་པར་གཙོ་བོར་བཞག་ནས་ནི་གཅིག་གི་ད་རིང་དེ་འདྲ་བྱེད་མཁན་གཅིག་ཡིན་པ་ཡིན་ན། ད་ང་ཚོ་བདག་འཇུག་མི་ལུས་རིན་པོ་ཆེ་དེ་རྩ་བ་ཆེན་པོ་ཡིན་པ་ཐོབ་ཟིན་པ་ཡིན་ན་ཡང་ད་ལྟར་ནས་ཆོས་མ་གྲུབ་ན་འཆི་བ་ཐོབ་ཏུ་སླེབས་པའི་སྐབས་སུ་ང་ཆོས་སྒྲུབ་ཀྱི་ཡིན་ཟེར་དགོས་ན་དཀའ་ལས་ཁག་པོ་རེད་འདི་ག་ལ་དུས་མ་ཡིན་པ་རེད་རེད་འདུག་ག་ང་ཚོ་མང་པོ་ཅིག་གིས་འདི་ཉམས་མྱོང་ཐོག་ནས་བསམ་བློ་གཏང་དགོས་དགོས་འདུག་ག་ལ་ད་འཆི་བ་ཐོབ་ཏུ་སླེབས་ཡོང་པའི་སྐབས་སུ་བླ་མ་གདན་འདྲེན་ཞུ་ཞུ་ཕ་ནི་གཅིག་གཅིག་གདན་འདྲེན་ཞུ་ཞུ་གཉིས་གཉིས་གདན་འདྲེན་ཞུ་ཞུ་དབང་ཞུ་དགོས་དགོས་འདུག་ཟེར་ལབ་པ་རེད། ཕན་ཡང་ཕན་གྱི་རེད། ཡིན་ན་ཡང། ཆོས་ནས་བཤད་པའི་གི་ཕན་ཡོན་བསམ་གྱིས་མི་ཁྱབ་པ་དེ་ཐོབ་པའི་དཀའ་གི་ཧ་གོ་རེད། ལར་ས་དེའི་སྐབས་ལ་དུས་མ་ཡིན་པ་རེད། ད་ལྟ་དུས་ཚོད་ཡོད། ཁོམ་པ་ཡོད། ལོང་ཡོད་པའི་སྐབས་སུ་ལ། ཅི་དང། ལོང་ཡོད་པའི་སྐབས་སུ། ཨ་ནི་ཅིག་གི་དུར་ཁྲོད་བྱས་ནས། དངོས་གནས་དྲང་གནས་ཀྱི་ཅིག་ང་རང་ཚོའི་ཅིག་གི་ཆགས་ཆགས་སྡང་གི་བློ་དང་དེའི་སྐྱེས་པའི་གི་བྱ་བ་ལ་ང་ཚོའི་གི་ཨུ་ཚུགས་དང་ཅིག་གི་གར་སོ་བ་རེད་སྡུག་རུས་དང། སྙིང་རུས་ཞིག་པོ་ཞིག་བཏུ་བ། ད་དེ་བར་ལྡོག་བྱས་ནས་དེ་བར་གཡུག་བྱས་ནས་ད་ནི་ཚེ་མི་རྟག་པ་ཡིན་པ་ལ་བསམ་བློ་བཏང་བྱས་ནས་ད་མི་རྟག་པ་ཡིན་ཚར་བའི་ཤོག་བུ་དེ་ལ་ཕན་ཐོགས་ག་རེ་ཡོད་ཟེར་ན་འོ་ད་མི་རྟག་པ་རེད་དྲ་ལ་ཡ། སྙིང་སྙིང་ནས་ཟིན་ཁ་འཛིན་པའི་སྤོ་འཛིན་བྱས་ནས་ལག་འཛིན་ཐབས་ན་ཡང་དེ་ལ་ཕན་ཐོགས་མི་འདུག་བསམ་པའི་ཁར་ཟེར་ན་ཁོ་མི་རྟག་པ་རེད་ག་དུས་ཡིན་ན་འཇིགས་འགྲོ་རེད་དེ་ལ་ང་ལ་ཁེབས་སང་མི་འདུག་བསམ་པའི་གས་ཟབ་མོ་གཅིག་ཡིན་ཡོང་གི་རེད། ཆགས་སྡང་གི་བློ་མ་སྡང་བས་ཞེ་སྡང་གི་བློ་མ་ཁྲིད་རུ་འགྲོ་གི་རེད། ཨ་ནི་སོ་སོའི་དགའ་བོ་ཉེ་བོ་ཕ་མ་སྤུན་ཆགས་ཡིན་ན་རེད་སོ་སོ་གི་དགའ་བོ་ཉེ་བོ་སུ་ཡིན་པ་དེ་ཚོ་ལ་ཞེ་དྲག་ཞེན་པ་བྱས་ན་ཕན་ཐོག་མི་འདུག་དེ་ཚོའི་ཉམས་ལ་ནི་རྟག་པར་ནི་བསྡད་ཡ་ཡོད་མ་རེད་ད། ད་ལྟ་ཅུང་ཟད་བསྡད་པའི་སྐབས་ལ་ཡ་ཅིག་གིས་དེ་ཙམ་ཞིག་གི་ཆགས་སྡང་གི་སྐད་ཆ་མ་ཤེས་པ་བྱས་ནས་ཕན་གང་ཐོག་ཅི་ཐོག་གི་ཐོག་ནས་ཆོས་ག་ཐོག་ནས་བར་བསྐུར་མ་བྱས་ད་ནམ་ཞིག་ང་ཚོ་ཁ་ཁར་འགྲོ་ཡ་རེད། དེ་ལ་ཡང་དེ་གཅིག་གིས་ཞི་བུ་གཅིག་ལ་ཞེན་འཛིན་བྱེད་གཞན་པ་བྱེད་དེ་ལ་ཡང་དེ་གིས་ཨ་འུར་མང་པོ་བྱེད་དེ་བས་ན་ཕན་ཐོགས་མི་འདུག་ཟེར་བསམ་ཡོང་དུས་མི་རྟག་པའི་འདུ་ཤེས་ལ་བརྟེན་བྱས་ནས་མི་རྟག་པའི་གི་བློ་མི་རྟག་པ་ལ་ཡང་བློ་དེ་འཇུག་ཡོང་དུས་དེའི་སྟོབས་ཀྱིས་ཆགས་སྡང་གི་བློ་ཤུགས་ཆེན་པོ་དེ་མ་དྲིལ་འགྲོ་བས་ལ་ཕན་ཐོགས་ཆེན་པོ་འདུག་བ་མ་གཏོགས་ང་ཤི་འགྲོ་གི་རེད་བསམ་པའི་བསམ་བློ་གཅིག་པོ་སྐད་ཆ་བཤད་ཀྱི་ཡོད་མ་རེད་འཇིགས་སྣང་སློང་ཡང་དང་ཞེད་སྣང་སློང་ཡང་སྐད་ཆ་མ་རེད། ཡོད་དོ། དེ་དངོས་ཡོད་གནས་ཚུལ་རེད། ང་ཚོ་ཚེ་ལ་ཚེ་དེ་མི་རྟག་པ་ཡིན་པ་དང་སྐད་ཅིག་གཅིག་ལ་སྐད་ཅིག་ཉིད་ལ་ཡང་ཚེ་དང་ལུས་དང་སེམས་མི་འདྲ་གི་ཁོ་གོ་སྐབས་དེ་མཐོང་པོ་ཅིག་ཡོད་རེད་ད་དེ་འདྲ་ཅིག་སླད་ཡོང་དུས་ཨ་ནི་ཨ་ཁ་ཁ་ཟེར་ནས་ལག་པ་བྲང་ལ་འཐམ་མ་གོ་བ་ཅིག་ང་ཚོ་དགོས་ཀྱི་འདུག་ག་དེ་གལ་ཆེན་པོ་རེད་ད་དེ་ཤེས་རྟགས་གལ་ཆེན་པོ་རེད་དེ་ད་ལྟ་ནས་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་ད་ལྟ་ནས་གྲ་སྒྲིག་མ་བྱས་ན་ཆོས་པ་ཉལ་ས་ནང་འོག་ལ་ཡ་སྐད་ངན་ཤོར་ཡོང་དུས་དེ་སྡུག་པོ་ཡོད་རེད་དཔེ་ཐབས་སྤྱོད་དགོས་ཡོད་རེད། མིག་གིས་བལྟས་པ་ཡིན་ན་ཨ་ཁ་ད་ཚེ་གཅིག་ལ་ཡང་ལྟ་བ་སྒོམ་པའི་སྤྱོད་པ་རྐྱང་རྐྱང་ཤེས་བསྡད་ངེས། ཚེ་གཅིག་ལ་ཡང་ཁ་ནས་ཕྱག་ཆེན་རྫོགས་ཆེན་རྐྱང་རྐྱང་ཤེས་བསྡད་ངེས། ཚེ་གཅིག་ལ་ཡང་སྒོམ་གྱི་སྐོར་ལ་སྐད་ཆ་རྐྱང་རྐྱང་ཤེས་བསྡད་ངེས། ཚེ་གཅིག་ལ་ཡང་སེམས་ཀྱི་གནས་ལུགས་སྐོར་ལ་སྐད་ཆ་རྐྱང་རྐྱང་ཤེས་བསྡད་ངེས། ཅེས་ད་རིང་ཉལ་ས་འདི་ན་འོངས་ལ་ཡ། དེ་ནི་མགོ་སྔས་ལ་སླེབས་ཡོང་པའི་སྐབས་སུ་ལུས་སེམས་འདར་བའི་སྐབས་སུ་ལ་ད་སྡུག་སྐད་སྐྱ་གཅིག་གཅིག་གཉིས་གཅིག་ཟེར་བ་ལྟར་ད་ནི་གཞན་པ་ཐམས་ཅད་ཡང་ལོག་ལྟ་བྱེད་ཡ། ཆོས་ལ་ཡང་གཅིག་གིས་ལོག་ལྟ་སྤྱད་ཡ། ཆོས་ལ་ཡང་ཡིད་ཆེས་མེད་པར་བྱ་ཡ་གི་སྐྱོན་ཡིན་བ་གི་ཉེན་ཁ་འདུག་བ། ད་དེ་འདྲ་ཡིན་དུས་རང་བདེ་ནས་བདེ་བར་འགྲོ་བར་བྱེད། དེས་བརྟེན་ནས་གཞན་ཡང་བདེ་ནས་བདེ་བར་འགྲོ་བའི་ལམ་ལ་བཀོད་ཡ་ལ་ང་ཚོ་ལ་མིག་ལྟོས་བཟང་པོ་ཞིག་དགོས་བ་རེད། དེ་ག་རེ་གི་མིག་ལྟོས་བཟང་པོ་དགོས་ཀི་རེད་ཟེར་ན་ཆོས་པ་ཡིན་པའི་གི་མིག་ལྟོས་བཟང་པོ་ཞིག་དགོས་ཀི་ཡོད་བ་རེད། ཆོས་པ་ཡིན་པ་ལ་མིག་ལྟོས་བཟང་པོ་ག་རེ་དགོས་ཀི་རེད་ཟེར་ན་ལུས་རྣམ་པར་དག་པ། ངག་རྣམ་པར་དག་པ། ཡིད་རྣམ་པར་དག་པ་ཞིག་དགོས་ཀི་ཡོད་བ་རེད། ལུས་ངག་ཡིད་སོགས་རྣམ་པར་དག་པའི་ཆོས་སྒོ་ལ་ཞུགས་པ་ཡིན་ན་རང་བདེ་ནས་བདེ་བར་འགྲོ་བ་ལ་ལམ་ནོར་ཚུལ་འཚོལ་བ་རེད། གཞན་ཡང་བདེ་ནས་བདེ་བར་འགྲོ་བའི་ལམ་ལ་བཙུད་ཐུག་གི་ཡོད་རེད། དེ་འདྲའི་ཅིག་ལ་ང་ཚོས་ཆོས་པ་བཟང་པོ་ཞེས་མིང་བཏགས་ཀྱི་ཡོད་རེད། དེ་ཡི་རྩ་བ་དེ་ག་བ་ཐུག་འདུག་ཟེར་ན་མི་དག་པའི་འདུ་ཤེས་ལ་ཐུག་ཡོད་རེད་ད། དེ་གལ་ཆེན་པོ་རེད་འདུག་བ། དེ་ཞེ་དྲག་གལ་ཆེན་པོ་རེད་ད། ཚེ་འདིར་ང་ཚོས་ཆོས་ཡག་པོ་ཅིག་རྣམ་དག་ཅིག་འགྲོ་མ་ཐུབ་ཡང་དེ་སྟངས་འཛིན་གྱི་སྟངས་ལ་འགྲོ་གི་འདུག་བ་ལ་བརྒྱ་ཆ་ནས་བརྒྱ་ཆ་བརྒྱ་བཅུ་རྩ་གཅིག་ཕར་ཆེར་དེ་འགྲོ་གི་ཡོད་རེད་ད། སྟངས་འཛིན། གསང་སྙིང་རྣ་སྙིང་གཞི་སྙིང་གསལ་བྱེད་རེད་མ་གཏོགས་ང་ཚོ་གོ་རིམ་འདྲ་བོ་ཅིག་མང་པོ་འབྲི་གི་ཡོད་པ། འཆར་གཞི་མང་པོ་འབྲི་གི་ཡོད་རེད་ངས་བདུན་ཕྲག་རྗེས་མ་དེ་བྱས་ཟླ་བ་རྗེས་མ་ད་དེ་འདྲ་ཅིག་བྱས་ཡོང་རེད་ད་ང་ཚོ་ཆོས་རྣམས་དང་འགྲོ་གི་ཡོད་མ་རེད་དེ་ཡིན་ལ་ད་འཆི་བ་ག་དུས་སླེབས་ཡོང་ངེས་པ་ཡོད་མ་རེད་འཆི་བ་ཐོག་ཏུ་སླེབས་སོང་ན་བརྗོད་པ་མེད་པ་ཞིག་དགོས་ཀྱི་འདུག་བསམ་པའི་སྐད་ད་གྲ་སྒྲིག་དེ་ཨང་གསར་དེ་ད་ལྟ་ནས་བྱེད་དགོས་ཀྱི་ཡོད་རེད། ད་ལྟ་ནས་བྱེད་ཀྱི་ཡིན་ན་མི་རྟག་པའི་བློ་ལ་གོམས་པ་ཡིན་ན་མི་རྟག་པའི་འདུ་ཤེས་ལ་གོམས་མི་རྟག་པའི་བློ་ལ་གོམས་མི་རྟག་པའི་ཉམས་ལེན་ལ་གོམས་ན་ནམ་ཞིག་ནམ་ཞིག་འཆི་བ་གློ་བུར་དུ་སླེབས་པའི་སྐབས་སུ། སེམས་གུ་ཡངས་པོ། བག་ཡངས་པོ། འཇིགས་སྐྲག་མེད་པ། ཡ་ང་བ་མེད་པ། བག་འཁུམས་མ་གོ་བ། གཤེ་གཤེ་ལབ་ལབ་མང་པོ་མི་གོ་བ། གྲང་ལ་ཐབས་མ་གོ་བ། ཆོས་པ་དེ་འདི་འདྲ་ཅིག་གོ་རེ་བསམ་སྟེ་གཞན་གྱིས་བལྟས་པ་ཡིན་ན་ཨ་ཙི་དུས་རྒྱུན་དུ་ལ་ཡ་ཁོ་རང་གི་ཁ་ནས་ལྟ་སྒོམ་སྤྱོད་གསུམ་དང་རྣམ་དག་གི་ཉམས་ལེན་དེ་ཚོ་ཤེས་ཀྱི་རེད་ཤེས་པ་ལྟར་དུ་ཁ་ནས་ཤེས་པ་ལྟར་དུ་ལག་ལེན་ལ་ཐེབས་ནས་ད་ད་ལྟ་དངོས་སུ་འདི་འདྲ་ཅིག་གི་ཐོག་ནས་ཡ་ལུས་དང་སེམས་འདྲ་ཡོང་དུས་མིག་ལྟོས་བཟང་པོ་འདི་འདྲ་ཅིག་འདུག་མ་འོངས་པ་ལ་ཕྱི་རབས་ཀྱི་ང་རང་ཚོ་གི་ཅིག་གིས་གང་ཟག་ཐམས་ཅད་ཀྱི་ལམ་འདི་འདྲ་ཅིག་ལ་འཇུག་དགོས་ཀྱི་འདུག་ཉམས་ལེན་འདི་འདྲ་ཅིག་ལ་བྱས་པ་ཡིན་ན། ཕན་ཐོགས་ཡོད་རེད་ཟེར་ཡག་གི་བཀའ་དང་དགོངས་འགྲེལ་ནས་གསུངས་པ་དེ་ད་ད་ལྟ་དངོས་གནས་མིག་མཐོང་ལག་ཟིན་བྱས་ནས་བྱུང་པ་རེད་ད་འདི་འདྲའི་དགོས་ཀྱི་འདུག་བསམ་ཡོང་དུས་གཞན་ལ་ཕན་གྱི་འདུག་དེ་ལ་ད་ནས་མི་ལ་རེ་བ་ག་ཡ་ད་མ་འོངས་གང་ཟག་ཐམས་ཅད་ཀྱི་དགའ་བདེ་སྒོམ་པ་ནུས་སྲིད་ན་མི་ཁོ་བོའི་དཀའ་བ་སྐྱེ་སྐྱེ་བའི་གེགས་དང་གོ་ས་མི་འབྱུང་ཤོག་ཟེར་ད་དེ་རེད་འདུག་གདེང་ཚོད་ཐུབ་པའི་ཐོག་ནས་གསུངས་ཐུབ་ཀྱི་འདུག་གདེང་ཚོད་ཀྱི་ཐོག་ནས་མ་གཏོགས་ཡོང་བར་ཤོག་འགྲུབ་པར་ཤོག་ཆོས་ཚོགས་ཡག་པོ་ཡོང་བར་ཤོག་ཟེར་སྨོན་ལམ་བརྒྱ་བས་ཀྱང་འགྲུབ་ཀྱི་ཡོད་མ་རེད། སྨོན་ལམ་དེ་རྒྱབ་འགོག་ཡོད་རེད་སྨོན་ལམ་ཐེབས་པ་ལ་རྒྱལ་བ་སྲས་དང་བཅས་པའི་ཐུགས་རྗེ་ལས་གཅིག་རང་གི་རྣམ་དག་དགེ་བ་ཡང་དག་པར་སྒྲུབ་པའི་གི་ནུས་པ་དང་གཉིས་ཆོས་ཉིད་བདེན་པའི་གི་སྟོབས་གསུམ་དེ་འཛོམས་ནས་སྨོན་ལམ་དེ་འགྲུབ་དགོས་གི་ཡོད་རེད་མ་གཏོགས་དེ་གསུམ་གྱི་གང་ཡང་རུང་བ་ཅིག་མ་འགྲུབ་ན་མ་ཚང་ན་ནམ་དུ་སྨོན་ལམ་འགྲུབ་གི་ཡོད་མ་རེད། དེ་བས་བ་སྨོན་ལམ་བཏབ་གི་ཡོད་རེད་དེ་སྨོན་ལམ་བཏབ་ཚེ་ཚང་མ་དེ་སྨོན་ལམ་ཐེབས་ཐེབས་གི་མི་འདུག་ག་ད་སྨོན་ལམ་བཏབ་པ་དེ་ཐེབས་དགོས་གི་ཡོད་རེད་ཐེབས་ཡ་ལ་བྱ་བྱིན་གསུམ་དེ་ཚང་དགོས་གི་ཡོད་རེད། རྒྱལ་བ་སྲས་དང་བཅས་པའི་ཐུགས་རྗེ་ལ་གཅིག། རང་ཉིད་ཀྱི་རྣམ་དཀར་གྱི་དགེ་བ་ཡང་དག་པར་བསྒྲུབ་པའི་ཀྱི་ནུས་པ་དང་གཉིས། ཆོས་ཉིད་སེམས་བསྐྱེད་མི་བྱ་བ་ཡིན་པས་ནུས་པ་གསུམ་དུ་འཛོམས་ཡོང་དུས་དེ་ལ་བརྟེན་ནས་སྨོན་ལམ་གང་དང་གང་བཏབ་པ་དེ་འགྲུབ་པ་ཡོང་གི་ཡོད་རེད་འགྲུབ་པ་ལ་རྒྱལ་བ་སྲས་དང་བཅས་པའི་མཐུན་འགྱུར་ཡང་གནང་ཐུབ་ཀྱི་ཡོད་རེད། དེ་ཚོ་ང་ཚོ་ངེས་དགོས་ཀྱི་འདུག་བ་ལོ་དེ་མེད་ན་ཁ་བཏང་གི་འདུག་བ་ཆོས་ལ་ནུས་པ་མི་འདུག་བྱིན་རླབས་མི་འདུག་གཅིག་བྱས་པ་ཡིན་གཉིས་བྱས་པ་ཡིན་འགྲུབ་པ་ཡིན་ལོ་གསུམ་ལ་བསྡད་པ་ཡིན་ལོ་དྲུག་ལ་བསྡད་པ་ཡིན་རྟགས་གང་ཐོན་ཡང་མ་འདུག་དུས་ཚོད་འཕྲོ་ལ་རེད་སོ་ཟེར་ཡ་དེ་ཚོ་སོ་སོར་མ་འཇོན་རེད། མ་མཐོ་ཆོས་ཀྱི་མ་འཇོན་མ་རེད་ཆོས་ཀྱི་ནུས་པ་མ་ཐོན་མ་རེད་ལག་ལེན་བཀལ་དགོས་རེད་ལག་ལེན་བཀལ་བ་ལ་སྐྱིད་ལུགས་ཡོད་རེད་སྒྲུབ་ལུགས་ཡོད་རེད་དེ་ཚོ་བྲིས་ཏེ་དགེ་བའི་བཤེས་གཉེན་བསྟེན་དེ་གི་མདུན་ནས་གདམས་ངག་ཞུ་ཉམས་ལེན་ཚགས་ཚུགས་ཚུད་པ་བྱེད་ཀྱི་ཡིན་ན་ལོ་ཐམ་ལྟ་བ་བཞག་ཡུན་རིང་པོ་འགོར་དགོས་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་ད་མི་རྟག་པའི་འདུ་ཤེས་ཟེར་དེ་གལ་ཆེན་པོ་རེད་ད་འགྲེལ་བཤད་མང་པོ་ཞུ་མ་གོ་བ་བྱས་དེ་ཚོ་ལས་དང་པོ་པ་ལ་ཞུ་གི་ཡོད་ད་དཔེ་ཆ་བ་ཚོ་གི་མཁྱེན་གྱི་ཡོད་རེད་རེ་བ་རི་ཁྲོད་པ་ཐམས་ཅད་ཀྱི་མཁྱེན་གྱི་ཡོད་རེད་མཁྱེན་གྱི་ཡོད་པའི་རེ་བ་ཡིན་ད།